ཨོ། རྣམ་པ་ལེན་རྗེས་ཚང་མ་ལོས་མཚམས་རེ་ཞོས་ཡིན། དེ་ནས་ཁ་སང་ངས་དགའ་ལྡན་ངམ་ཆོས་ཀྱི་སྐོར་ལ་སྒྲ་སྒམ་ཅིག་བཟོས་ནས་བཞག་པ་རེད་དེ་བཞག་ཚར་བའི་རྗེས་སུ། གཟིགས་མཁན་གསན་མཁན་མང་པོ་བཅས་ཀྱིས་དགོངས་འཆར་མང་པོ་བཅས་ཕེབས་ཏེ་བཞག། དེ་ཡིན་དུས་ད་སྒྲ་སྒམ་རྙིང་པ་ཅིག་བཟོས་ནས་བཞག་པ་ཡིན། སེ་རུ་འགྲོ་ཡ་ལས་ལྟས་ཚིག་ཆད་པ་ཡོད་ས་རེད་བསམ་ནས་ངས་འདི་ཞུ་གི་ཡོད། ཁ་སང་ངས་ཞུ་ཡ་གཙོ་བོ་དེ་དགའ་ལྡན་ལྔ་མཆོད་ཀྱི་དུས་ཚོད་དེ་གནད་འགག་ཅིག་ཡོད་བསྡད་པ་ཁྱད་པར་ཅན་ཅིག་ཡིན་པ། ནམ་དུས་བཞི་གི་ཆ་ནས་དགུན་དུས་ཀྱི་དུས་ཚོད་དེ་དང་ཟླ་བ་གཅིག་གི་ནང་ལོགས་ནས། ཚེས་པ་ཉེར་བཞི་རྩ་ལྔ་ཟེར་བ་དེ་གནད་འགག་ཅིག་ཆགས་ཀྱི་ཡོད་པ་སྟེ་མདོ་རྒྱུད་གསུང་རབ་ལས་ཕ་ཁོང་བཏུ་བ་ཡིན་ན། དེའི་ཚེ་གཏིང་ཟབ་ཚད་ནས་འགྲོ་ཡ་ཡོད་པ་ཅིག་ཆགས་ཀྱི་འདུག་བསམ་ནས་དེ་གཙོ་བོ་དེ་ཏིག་ཞུ་བའི་སྐད་ཆ་རེད། ཡིན་ན་ཡང་དེ་ལས་མང་པོ་ཟེར་མཁན་ཤོད་ཡོང་ཡ་མེད་ཡ་ཡིན་ཙང་ཞག་འདིར་ཞོར་ལས་རྟ་རྒྱུག་རྒྱུག་མེ་ཐོག་འཐུ་རྒྱུག་ཟེར་བའི་ཆོས་ར་བ་ཏི་བཟོ་འདྲ་བོ་བྱས་ནས་འབྲེལ་ཡོད་ཁ་ཤས་ཀྱིས་ཞུས་པ་རེད། དེའི་གི་ནང་ལོགས་ནས་རྗེ་རིན་པོ་ཆེ་དགོངས་པ་རྫོགས་པའི་སྐབས་སུ་སྐུ་གདུང་འདི་མ་འཁྱོངས་རུ་ཕྱིན་པ་ཅིག་ངས་ཞུས་ཡོད་རེད། ད་དེའི་གི་ཐོག་ལ་བསམ་ཚུལ་དགོངས་འཆར་ཁ་ཤས་ཀྱིས་འདུག་རྭའི་སྐྱེས་ཀྱི་གར་སྲུང་གི་འདུག་ཟེར་ན་རྗེ་རིན་པོ་ཆེ་དགོངས་པ་རྫོགས་པའི་སྐབས་སུ་སྐུ་གདུང་མ་ཁྱོང་རུ་ཕྱིན་ཡོད་མ་རེད། ཁྱོང་རུ་ཕྱིན་ཟེར་དེ་རྗེ་རིན་པོ་ཆེ་དགོངས་པ་མ་རྫོགས་ཀྱི་སྔོན་གྱི་སྐུ་སྙུང་བདེ་བའི་སྐབས་སུ་ནི་སྐུ་ཤ་མ་སྐམ་རུ་ཕྱིན་ནས་དེ་ཚོས་ཁྱོང་རུ་ཕྱིན་པ་དེ་གི་དོན་རེད། དེ་ནས་དགོངས་པ་རྫོགས་པ་དང་མཉམ་དུ་ནི་སྐུ་གདུང་དེ་སྔར་སྐུ་ལུས་མ་གཏད་ཚེ་སྐམ་བདེ་བ་དེ་ཡར་བསུས་ནས་དེ་ཞེ་ས་ན་མ་གཞུ་བ་ཡིན་ན་ཡར་རྒྱག་པ་འདྲ་བ་ཆགས་ནས་སྐུ་གདུང་དེ་ཆེ་རུ་ཕྱིན་པར་མ་རྟོགས་པས་ཆུང་རུ་ཕྱིན་པའི་སྐད། གོ་དོན་དེ་འདྲའི་སྐད་ཡོད་མ་རེད་ཟེར་ནས་གསུང་གི་འདུག་དེ་ནས་རེག་བྱའི་སྐད། ནི་མ་འཁྱོངས་རུ་ཆེན་བསད་དེ། སྐུ་སྙུང་བདེ་བའི་སྐབས་སུ་སྐུ་ཡི་གཟི་བརྗིད་དང་མདངས་དེ་མ་འཁྱོངས་སོང་བའི་དོན་དག་རེད་སྲིད། དགོངས་པ་རྫོགས་ནས་དབུགས་རྣག་འོག་ནས་རྒྱུ་བ་འགག་པ་དང་མཉམ་དུ། ནི་སྐུ་ཡི་སྙེ་མ་དང་ཁ་འཁོམ་ཚང་མ་དེ་ཡང་གང་ནས་ལུས་འོད་དང་ལྡན་པ་འོད་ཀྱི་གོང་བུ་ལྟ་བུ་ཞིག་ཏུ་གྱུར་པ། ཡིན་ཙང་ཆེས་དང་ཆུང་ཟེར་ཡས་དེ། ལུས་ཀྱི་མདངས་དང་འོད་དེ་ཚོ་གི་སྐད་ཆ་རེད་ཟེར། རྩ་བའི་དགོངས་པ་རྫོགས་པའི་སྐབས་ཀྱི་སྐུ་གདུང་དེ་མ་ཆུང་རུ་ཕྱིན་པ་དེ། བཅུ་དྲུག་ལོན་པའི་ན་ཚོད་ལྟ་བུ། གཞོན་ཤ་ཅན་དེ་མ་གྱུར་པ་རེད་ཟེར་དེ། གི། གོ་ཐོས་གི་ཡོད་རེད་ལ་ཨ་ནི་དཔེ་རྒྱག་ཡས་དེ་པན་ཆེན་ག་ཡ་ད་ར་ཙང་ཁ་རག་དུ། བསྒོམ་པ་རྫོགས་པ་དང་དེ་ཡང་སྐུ་གདུང་མ་ཆུང་ཆུང་བྱ་བ། འོད་ཀྱི་གོང་བུ་ལྟ་བུ་བརྒྱུད་པ་གཉིས་ཏེ། དཔེ་དོན་སྦྱར་ཟིན་ན་རེག་ག་འདི་དེ་འདྲའི་ཆེ་ཆ་ཡོད་པ་དང་དེ་འདྲའི་ཆེ་ཆ་ཡ་དེ་གི་རྒྱུ་དང་རྐྱེན། དེ་ཚོ་ཚང་མ་འགྲེལ་བཤད་བརྒྱབ་ཡོང་དུས། སྐུ་གདུང་རྩ་བའི་མ་འཁྱོངས་བར་ཕྱིན་པ་དེས། ངས་དེ་གའི་བསྟན་དོན་ཟེར་ན་མི་འདུག་དགོངས་པ་ཟེར་ན་མི་འདུག་དེ་ཏག་ཏག་བསྡད་ཀྱི་ཡོད་རེད་ཟེར་ཡག་གི། ད་དགོངས་ཚོགས་འདྲ་བོ་གཙོ་བོ་འདྲ་བོ་བྱེད་མཁན་གཉིས་བྱུང་འདི་ཤ་སྟེ་ཡིན་དུས། ད་དེ་ཚོ་དེ་འཆི་བ་ཆུ་སྐྱུར་དང་བར་དོ་ལོངས་སྐུ་དང་སྒྱུ་ལུས་དང་འདི་ཚོ་དང། འཇའ་ལུས་དང་འདི་ཚོ་དང་འབྲེལ་བ་ཡོད་པ་ཡིན་ན་ཡང་དེས། སླར་ཡང་རྗེ་རིན་པོ་ཆེ་གི་རྣམ་ཐར་མང་པོ་རེད། དེ་མཚོན་དཔེ་གི་གསུང་རབ་དབྱིངས་དེ་བཞིན་ནི་ཀོ་ཏེ། བརྟན་པོ་འདྲ་གཅིག་ཡོང་ཡོང་གི་ཆེད་དུ་ཞིབ་འཇུག་འདྲ་བོ་ཅིག་ནན་ཏན་འདྲ་བོ་ཅིག་བྱེད་དགོས་ཡ་དེ། གནད་འགག་ཆགས་ཤར་བསམས་སོ། ད་ངས་གླེང་འདོད་ཀྱི་ལྷང་ནི་དེ་ལ་བརྟེན་ནས་བསམ་ཚུལ་དེ་ཚོ་དེ། ཡོང་བ་རེད་མ་གཏོགས་པའི་ཐག་བཅད་ཐུ་ཡ་སི་ཐ་འདི་ཆ་ལ་ཀའི་ཡོང་གི་མེད་པ་ཡིན་དུས་ད་དེ་བསྐྱར་དུ་གསར་འདེབས་འདྲ་བོ་བྱེད་ཤོས་ཡིན་ན་བསམ་སོང། དེ་ནས་གཅིག་གིས་གལ་ཆེན་པོ་ཟེར་གི་རེད་མི་འདུག་དེ་བསམ་ཚུལ་འདྲ་བོ་བྱེད་ཤོས་ཡིན་ན་བསམ་སོང། ཁོང་གི་གསུང་ཡ་དེ་ངས་མ་དངུལ་ཚད་ཅིག་བསད་དེ་ཁྱོད་རང་གིས་གསར་པ་སོ་མ་ཟ་བ་དེ་འདྲའི་སྐད་མ་རེད། དེ་འདྲའི་གསུང་ཟུར་དེ་གནའ་སྔ་མོ་ནས་ཡོད་རེད་ཟེར་གྱི་གསུང་གི་འདུག་ཨ། དེ་གོ་སྟངས་ཀྱི་ཆ་ནས་བལྟས་ཚེ་བརྡ་མ་འཕྲོད་འོན་རྒྱུ་རེད་བསམ་གྱི་འདུག་ངས་དེ་སོ་མ་ཟ་བ་ཞི་བ་ཅིག་ཤེས་བཞིན་ཡོད་ཟེར་ནས་དེ་ངས་ཞུས་ཡོད་མ་རེད་མ་དངུལ་ཚད་རྒྱུ་ཟེར་དེ་མདོ་རྒྱུད་གསུང་རབ་ཀྱི་ནང་ལོགས་ལས་གལ་ཆེན་པོ་བརྩི་བསྡད་ཀྱི་རེད་ཟེར་ནས་ལོ་སྟོང་ཕྲག་གི་སྔུན་ནས་ཡོད་བསྡད་པ་དེ་གཞི་བཞག་གི་ཐོག་ནས་ངའི་ཕ་རབ་སྒྲ་འདྲ་བ་ཅིག་བཏང་བར་བ། དེ་རེད་མ་གཏོགས་ངས་གསར་བ་བཟོས་ཀྱང་ཡིན་ཟེར་ནས་དེ་ཤོད་ཡོད་མ་རེད། ལོ་སྟོང་ཕྲག་སྔོན་ནས་མདོ་རྒྱུད་ཀྱི་གསུང་རབ་ཀྱི་ནང་ལོགས་ལ་གད་ཆེན་པོ་བརྩིགས་ཀྱི་འདུག་ཟེར་ཏེ། ད་ངས་གཙོ་བོ་ཤོད་ཡ་དེ་དང་འབྲེལ་ནས་ཤོད་ཡོད་རེད། རྗེ་རིན་པོ་ཆེས། མ་དངུལ་ཚད་སྐྱོན་ལ་དགོངས་པ་རྫོགས་རེད་གསུང་ཡ་དེ་ཡང་རྗེས་ཀྱི་གནང་ཐང་ཁ་ཤས་ནང་ལོགས་ལས་གསུངས་ཡོད་རེད། མང་ཆེ་བའི་ནང་ལོགས་ལས། བརྩེ་བ་ཉག་གི་རྩ་སྔ་ཟེར་ནས་བྲིས་ཡོད་རེད་དེ་རྗེ་རིན་པོ་ཆེ་གི་དངུལ་སློབ་རྒྱ་ཡང་ཁ་ཆད་ཀྱིས་མཛད་པའི་ཙོང་ཁ་རྒྱལ་རྒྱུ་ལ་སོགས་པ་འདི་ཚོའི་ནང་ལོགས་ལ་ཕག་གི་ལོགས་ཀྱི་ཟླ་བ་བཅུ་བཞི་མ་དངུལ་ཚེས་བཅུ་བསྲེས་ཏེ་ཞི་རག་གིས་བསྲེས་པོ་ཡོད་རེད། ཡིན་ན་ཡང་ང་ཚོ་དམངས་ཁྲོད་ལ་བརྩེ་བ་ཉག་གི་རྩ་སྔ་དགའ་ལྡན་རྔམ་ཆོས་ཟེར་ལབ་བསྡད་མ་གཏོགས། ནས་དེ་ཡང་ཟླ་བ་གཅིག་ལ་ཚེས་པ་གཅིག་ནས་སུམ་ཅུ་བར་ཡོང་གི་ཡོད་པ་དེ་ཚོའི་གི་ད་དཀྱུས་མ་འདྲ་བོ་གཅིག་མ་གཏོགས་དམིགས་བསལ་གི་ཚེས་པ་ཉའི་གི་རྩ་སྔ་དེ་ལས་དུས་ཚོད་ཁྱད་པར་ཅིག་ཡིན་པ་དེ་འདྲའི་གི་གོ་བ་ཟེར་ན་མི་འདུག་དེ་ཡོད་མཁན་དེ་ཞི་དྲག་མེ་བ་འདྲ་བོ་གཅིག་མཐོང་ནས་ནི་དེ་ཚེས་དཀྱུས་རེད་ཟེར་ནས་ལབ་ཡོད་པ་ཡིན་ན་ཚེས་དཀྱུས་དེ་ཡང་དེ་ཚོ་གོ། དམངས་ཁྲོད་ལས་གལ་ཆེན་པོ་བརྩི་ཡ་འདྲ་བོ་ཅིག་ཡོང་གི་འདུག་བ། འོ་དེ་གི་ངའི་ཕ་བདག་འདྲ་གྱི་དྲིན་ར་འདྲ་གྱི་འདྲ་བའི་སྐད་ཆ་རེད། ད་འདི་ཆ་ལ་ང་རང་ཚོ་གི་བདག་བསྐྱེད་ལ་ཚེས་པ་སུམ་ཅུ་ཐམ་པ་བརྩིས་ནས་སྐྱོ་ང་ཡོད་ཚ་ན་ཡང་བཅུ་དྲུག་བཅུ་བདུན་བཅོ་བརྒྱད་ཉལ་ཤི་ཚ་ང་ཚ་དྲུག་ཟེར་ནས་ཡང་བརྩིས་བསྡད་པ་རེད་མ་གཏོགས། སྔོན་མ་ཡིན་ན་ལུང་པ་ཁ་ཤས་དང། དུས་རབས་ཁ་ཤས་ཀྱི་ནང་ལོགས་ལ་ཆ་མཚོན་མ་ཡིན་ན་བདག་བསྐྱེད་ལས་ཚིག་པ་བཅོ་ལྔ་མ་གཏོགས། ཞལ་བོ་བཅོ་ལྔ་མ་གཏོགས། མེད་པའི་བཟོ་འདྲ་དེ་འདྲའི་མང་པོ་འདུག་ཨ། སངས་རྒྱས་ཀྱི་གསུང་རབ་ཁ་ཤས་ཀྱི་ནང་ལོགས་ལ་ཡང་བདག་བསྐྱེད་ལས། ཞལ་བོ་བཅོ་ལྔ་མ་གཏོགས་ཡོད་མ་རེད་དེ་ཡིན་དུས། ཟླ་བ་ཡང་འཕེལ་བས་ཀྱི་བཅོ་ལྔ་དེ་བདག་བསྐྱེད་རེད་དེ་ཡང་ངོགས་ཀྱི་བདག་བསྐྱེད། མ་འདྲེས་པའི་བཅོ་ལྔ་དེ་ཟླ་བ་གཅིག་རེད་དེ་མ་ངོགས་ཀྱི་ཟླ་བ་ཕྱེད་དེ་ལ་ཟླ་བ་གཉིས། དེང་སང་གི་ཟླ་བ་གཅིག་ལ་ཟླ་བ་གཉིས་བརྩི་བསྡད་ཡ། འོ་དེ་གི་ལམ་དང་ལུགས་སྲོལ་དར་བསྡད་པའི་ལུང་པ་ཅན་ཡིན་ན་ཡང་དེ་འགྲིག་བསྡད་པ་དང། ལྷག་པར་དུ་དེ་བརྩི་བསྡད་ཡ་དང་དེ་འདྲ་མེད་ན་ཡང་མ་བསྡད་པ་གལ་ཡོད་མ་རེད་བ། ཡིན་ན་ཡང་ད་འདི་ཆ་ལ་ད་ང་ཚོའི་ལོ་གཅིག་ལ་ཟླ་བ་བཅུ་གཉིས་ཟླ་བ་གཅིག་ལ་ཞག་པོ་སུམ་ཅུ། བརྩིས་ནས་འགྲོ་བསྡད་པ་དེ་རེད་ད་ལྟའི་སྐོར་ལུགས་སྲོལ་ལམ་དང་ལུགས་སྲོལ་མ་འདྲ་མ་འདྲ་བ་ནི་དུས་རབས་སོ་སོ་དང་ལུང་པ་སོ་སོ་ལ་དར་རྩིང་ཆེ་ཆུང་གི་ཆ་ནས་གཅིག་ཡོང་བསྡད་ཀྱི་འདུག་བ། དེ་ནས་ད་ཁ་སང་གི་དེ་ལ་ཡང་སྣོན་ཕན་འདྲ་བ་བརྒྱབ་ནས་གཏད་ཚིག་ཞུས་པ་ཡིན་ན། སྤྱི་བཏང་གིས་ནམ་དུས་ཡི་གེ་ལས་དགུན་དུས་ཡིན་པ་དང་ཚེས་བཅུ་གི་ཕྱི་པ་དེ་ཚོ་དེ་ནི་ལྟས་ཚེ་སྐྱེལ་དུ་ཁ་སང་ཞུས་བ་རེད། དེ་ནི་ཡར་ངོའི་ཚེས་བཅོ་ལྔ་ཡིན་ན་རེད། མར་ངོའི་མཚམས་དང་གནམ་གང་ལ་ཡིན་ན་རེད་ད་དེ་ཚོ་དེ་ལས་དགེ་སྡིག་བགྱི་བ་ཡིན་ན། འོ་ན་འགྱུར་ལྡོག་མང་ཉུང་གི་ཁྱད་པར་ལ་སོགས་པ་དེ་ཚོ་དེ་ཡིད་ཆེས་ཀྱི་ལོང་ལ་བརྟེན་ནས་མ་གཏོགས་མངོན་སུམ་དུ་རང་འཕྲོ་ཡོད་ད་ཁག་པོ་ཡིན་རྒྱུ་རེད་བསམ་གྱི་འདུག་ཡིན་ན་ཡང་གནད་དོན་ཁ་ཤས་ཀྱི་ཐོག་ལ་སངས་རྒྱས་ཀྱི་གསུང་རབ་ནང་ལོགས་ནས་བཤད་སྟངས་དེ་དང་དེང་སང་ཚན་རིག་གི་བཤད་སྟངས་གཉིས་དེ་དབྱིན་ཡོན་གྱི་ཞག་ནས་བལྟས་ཡ་ཡིན་ན་ཡང་དེ་གི་བར་ནས་ང་ཚོ་ལས། ཨོ་ད་འདི་འདྲས་ཀྱི་མེད་འགྲོ་བསམ་ཡང་ཁའི་བསམ་ཚུལ་གཉིས་ཡ་དེ་འདྲས་ཁ་ཞིག་ཡོང་གི་རེད་བསམ་གི་འདུག། དཔེར་ན་ང་ཚོའི་གསུང་རབ་ཀྱི་ནང་ལོགས་ལ་ཡར་ངོ་མར་ངོ་ཤེས་ཡོང་དུས་གདངས་འཕེལ་འགྲིབ་མཁན་གཅིག་བཤད་གི་ཡོད་རེད་དེ་ཚན་རིག་དང་མཐུན་པ་རེད། དེ་ལ་བརྟེན་ནས་དགེ་སྡིག་གི་སྟོབས་ཆེ་ཆུང་འགྲོ་ཡ་དེ་ང་ཚོའི་གནས་སྟངས་གཅིག་རེད་དེ། གཟུགས་པོའི་གི་གནས་སྟངས་དང་རྩ་དང་རླུང་རྒྱུ་སྟངས་འདི་ཚོ་ལ་འགྱུར་བ་ཅི་འགྲོ་གི་ཡོད་པའི་བཤད་སྟངས་ཅིག་ཡོད་རེད་བ་སངས་གཅིག་གསུང་རབ་ནང་ལོག་ལ་དེ་དང་དེང་སང་ཚན་རིག་གི་བཤད་སྟངས་དེ་ཚོ་དེ་བ་སྦྱར་བ་ཡིན་ན་དགའ་རོགས། འདྲ་བོ་འདྲ་བོ་ཆགས་ཡོང་བའི་ཅིག་ཆགས་གི་འདུག་བ། དཔེར་ན་ང་ཚོའི་ཉལ་མཚམས་གཉིས་འདྲ་ཅིག་ཆགས་ཡིན་མཚོན་པ་ཡིན་ན་ས་ཡི་གོ་ལ་དང་འཛམ་བུ་གླིང་དང་ཉི་མ་ཟླ་བ་གསུམ་དེ་གའི་གནས་ས་མ་འདྲ་བའི་ཁྱད་པར་ལ་བརྟེན་ནས་འཕོ་འགྱུར་དེ་ཡོང་གི་འདུག་ཉི་མ་ཟླ་བ་འཛམ་བུ་ལན་གསུམ་དེ་ཚངས་ཐིག་གཅིག་གི་སྟེང་ལ་གནས་པ་དང་ནི་དེ་ཡང་འཛམ་བུ་ལན་དེ་སྤྱི་ལ་གནས་དེ་གའི་གྲིབ་ནག་དེ་ཟླ་བ་ལ་འཕོ་བ་ཡིན་ན་ཟླ་མཛེས་དང་ནི་ཟླ་བ་དེ་སྤྱི་ལ་གནས་ཉི་མ་དང་འཛམ་བུ་ལས་བསྙེགས་ཏེ་གཡས་གཡོན་བཅད། ཟླ་བ་དེ་གི་ཉི་མ་བསྒྲིལ་བ་ཡིན་ན་ང་ཚོས་ཉི་འཛིན་ཟེར་ཡ་དེ་ཡོང་གི་འདུག་བ། དེ་རིང་ཡང་ཉི་འཛིན་གྱི་འདུག་བསམས་སོ། ད་ནངས་གསར་འགྱུར་ནང་བསྟན་བསྡད་ཀྱི་འདུག་བ་རྗེས་ཨ་རིག་གི་སློབ་མ་དེ་ཚོ་ནས་ཤུགས་ཁྱི་མོ་མཐོང་གི་ཡོད་ས་རེད། ཚན་རིག་པ་གི་ཚིག་ལ་སྐྱོགས་ང་འདྲ་བ་གྱི་ཆ་མཚོན་མ་ཡིན་ན་འཛམ་བུ་གླིང་འདི་སྐྱིད་ལས་བདེ།

གཅིག་འདྲ་བ་གཅིག་གོ་འདྲ་བོ་འདྲ་བ་ཆགས་ཀྱི་ཡོད་རེད། ཨ་དེ་ལས་ད་འགྱུར་བ་ག་རེ་འགྲོ་གི་ཡོད་རེད་ཟེར་ན། ཉི་ཟླ་བཀའ་སོང་གི་གནས་སྟངས་འདི་ཤེས་ཡོང་དུས། ད་ཉི་མ་ད་འཛམ་གླིང་ཉི་ཟླའི་ཁོ་སྐོར་བརྒྱབ་བསྡད་ན་ང་ཚོས་ནི་ཡ་ཁ་དོག་འདྲ་བ་གཅིག་ག་དུས་ཡིན་ནའི་བཞག་པ་ཡིན་ན་ད་ཟླ་བ་དེ་ཉི་མ་དང་ང་ཚོ་ད་ཚངས་ཐིག་གཅིག་གི་ཐོག་ཏུ་མ་གནས་བར་ཁོ་བོ་གཞོགས་གཞན་པ་གཅིག་ལ་འགྲོ་གི་ཡོད་རེད་བ། དེ་ལ་བརྟེན་ནས་ཉི་མ་གིས་ང་ཚོའི་ཕ་འཐེན་དུས་ཟླ་བས་ང་ཚོའི་གཡོག་རྒན་པ་བསྐྱེད་ནས་ཕ། དེས་ཀྱི་ཐད་ཀར་ཚངས་ཐིག་གཅིག་གི་སྟེང་ནས་ཕ་འཐེན་ཡང་གི་གནས་སྟངས་དེ་མེད་བ་ཆགས་ཡོང་དུས། འོ་ན་རང་རྒྱལ་གྱི་སྔར་གྱི་ཕ་ནར་བསྡད་ཡང་གི་གནས་སྟངས་དེ་ཚུང་ཁོམ་བི་སེ་ན་མི་འདུག་གང་ལྟར་དེ་ལས་ལྡོག་པའི་འགྱུར་བ་གཅིག་ཡོང་གི་ཡོད་རེད་བ། ཨ་དེས་ཀྱི་འགྱུར་བ་དེ་ཡང་གོ། ཐུན་མཚམས་ར་བ་གཅིག་ཚེས་པ་བརྒྱད་དང་བཅུ་དང་དེ་འདྲ་ལ་ཁེལ་ནས་ཡང་དེ་ནས་གོ་ཚོད་ལྡོག་ནས་འཁོར་ཡོང་དུས། གང་ལྟར་ཤ་ཡི་འཁོར་ཡུག་གི་འགྱུར་བ་ཅིག་གི་ཐོག་ནས་ནང་གི་སེམས་དང། བྱ་བ་དང་ལས་དང་ཚང་མ་ལ་འགྱུར་བ་ཅིག་འགྲོ་གི་ཡོད་ན་ཕྱི་གཞིའི་བསམ་པ་ཅིག་གི་ཐོག་ནས་ཡང་སྒོམ་པ་བཞི་ཡན་འདྲ་ཡོད་ན་ཕྱི་གཞིའི་བསམ། ད་དེ་འཁྲུལ་ཤེས་འདྲ་བ་ཅི་རེད། ད་དེ་ནས་ང་ཚོ་བོད་ཀྱི་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུ་སྟངས་ཀྱི་སྐོར་ལ་བལྟས་ཚེ་ཤེས་ཐུབ་ན་ཡག་པོ་ཡོད་རེད་གསུངས་ནས་འབོད་སྐུལ་དེ་འདྲས་འདུག་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུ་སྟངས་སྐོར་ལ་ངས་མང་པོ་ཤོད་དགོས་ཀྱི་མ་རེད་བསམ་འདུག་ང་ཚོ་ལོ་རྟག་པར་ཤོད་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཀོ་བརྒྱད་འགྲོ་ཡ་དང་མི་ཤི་ཡ་དང། དྲན་སོགས་མ་བཏང་བ་ཡིན་ན་ཧ་མི་གོ་ཡང་ཆགས་འགྲོ་ཡང་དེ་འདྲའི་གལ་མི་འདུག་ཨ། ད་དྲན་སོགས་མ་བཏང་ན་བརྗེད་འགྲོ་ཡག་གནས་སྟངས་གཅིག་ཡོད་རེད་བསམ་གྱི་འདུག་དེ་ག་རེད་ཟེར་ན། ལྔ་བཅུ་ང་དགུ་དེ་འདྲའི་སྔོན་ལ་དུས་ང་ཚོ་ཧ་གོ་གི་ཡོད་མ་རེད་དེ། ད་ང་ཆུང་ཆུང་དུས་ཆུ་འཁྱོག་བ་ཆགས་ནས་ད་རིང་པོ་མ་ཐོགས་པར་དཔེར་ན། ད་ལོ་རེབ་རྒྱ་ཆོས་པའི་ནང་ལོ་འདྲ་བ་ཅིག་ཆ་མཚོན་པ་ཡིན་ན་ང་གསལ་བོ་ཤེས་ར་དྲན་གི་འདུག། མི་དམངས་ཀོང་རེ་དེ་མ་ཞིག་ཆོས་ཆོ་བ་ཆགས་དགའ་ལྡན་ངམ་ཆོས་འདི་གའི་གསུང་ཚིག་ཞུ་གི་ཡོད་རེད་ཡིན་ན་ཡང་སྐབས་དེ་དུས་ཞི་དྲག་གི་སྐྱོ་བོ་རེད་བ། ད་དེང་སང་ག་འདྲའི་གསུང་ཚིག་ཞུ་གི་ཡོད་མི་ཤེས་དེ། ཁྲ་ཁྲ་ཟང་ཟིང་བལྟས་ཚོད་ཡོད་རྒྱུ་རེད་བསམ་གི་འདུག། གློག་དང་གཡང་ལག་ལ་སོགས་བ་དེ་འདྲའི་པར་ནི་འདྲ་མི་འདྲ། བྱེད་ཀྱི་ཡོད་སྲིད་པ་རེད། སྐབས་དེ་དུས། སྐྱོ་བོ་ཡིན་ཙང་མཆོད་མེ་སྤག་དགོས་ན། ད་མཆོད་མེ་རྐོང་རེ་རེ་མི་སྤང་མཁན་ད་སུ་ཡོད་རྒྱུ་མ་རེད་དེ་མང་པོ་དེ་འདྲ་སྤག་དགོས་ན་མང་དེ་དེ་ཚོ་པས་དཀོན་པོ་རེད་བ། ད་ནི་མཆོད་རྐོང་ཡང་ཞེ་དྲག་ཡོད་མ་རེད། མི་ཚང་ཁ་ཤས་ཀྱིས་སག་གི་བཟོ་ལྟ་དེ་སག་དེ་ཡང་ད་གཡག་ཀ་འདྲ་བཟོས་ནས་ཉར་བསྡད་མཁན་ཡིན་ན་མ་ཏོག་དགུན་ཁ་བཟོ་ཆོག་ཆོག་བཀང་ཆོག་ཆོག་དེ་ཡོད་མ་རེད་དེ་ཡོད་ན་ཡང། ཨ་ནི་ཁོ།

འོ་དེ་འདྲའི་ཀྱི་ཡུང་མ་ཡ། ལེན་ནས་ཨོ་གོར་དུ་ནང་སྟོང་པ་བཟོ་ནས་ད་དེ་ནང་ལོ་སྡོང་ཐུ་བཙོག་ནས་མཆོད་མེ་བསྐྱིལ་ནས་ཕུལ་ཡོད་རེད་བ། འོ་དེ་དེང་སང་བ་ཅི་ཡོད་ཀྱི་མ་རེད་དེ་ཅིག་མ་ཞུས་ན་ཡང་དེ་རྒྱལ་ཡག་གི་ཉེན་ཁ་ཡག་རེད། རྒྱལ་སོང་ན་གྱོང་སྐལ་ཡོད་མ་རེད་དེ། ཡང་ཁྱེད་ཚ་པོ་འདྲ་བ་དེ་འདྲས་ཡོད་རྒྱུ་རེད་བསམ་གི་འདུག་གོ་མ་མྱོང་མཁན་ལ། དེ་ནས་གཅིག་ལས། ཆོས་མེད་དེ་ལས། ཡན་ཅིན་མེད་གཉིས་སེམས་ཅན་གྱི་ཚེ་ལུས་དེ་ལས་གཡོས་ནས་བླུགས་གི་རེད་ང་ཚོ་ལུང་པ་ནས་ཡིན་ན། དེ་གཉིས་མའང་ཆོས་མེད་ཕུལ་བ་ཡིན་ན་ད་སེམས་ཅན་སྲོག་གི་ཚིག་ལས་ཆོས་མེད་ཕུལ་ན་སེམས་ཅན་དེ་ངན་སོང་གི་སྐྱེ་སྒོ་ཁེངས་འགྲོ་གི་རེད་ཟེར་ནས། ལོག་དེ་ལ་སེམས་ཅན་ག་ཚད་ཀྱི་བསད་ཡོད་དེ་གི་ཚིག་མ་ཚང་བ་མེད་པ་ཁྱེད་ཚོས་རང་རང་གྱིས་གཡོས་ནས། མཆོད་མེ་ཕུལ་བར་བ། སེམས་ཅན་དེ་ཚོ་དེས་བདག་བསྒོ་བ་གི་ནང་ལོགས་ལ་བཤགས་གི་རེད་བ། ལྷ་བས་དུས་ཆད་ཀྱི་གཡས་སྐོར་དེ་ཁེགས་ཀྱི་རེད་ལྷ་བས་དུས་ཆད་ཀྱི་དུས་ཆད་དེ་ལ་འཛེམ་བྱ་བྱས་ནས་བཞག་གི་རེད་མ་གཏོགས་ད་དེ་གི་ཁ་དོག་གི་སྔ་ཉིན་ཕྱི་ཉིན་དེ་གཡས་གཡོན་དེ་ལ་ད་སྟོན་བཤིག་བྱེད་པའི་དུས་ཚོད་ལྟེ་བ་འདྲ་བ་དེ་རེད། དེ་ལས་སྔ་ན། ཤ་རུས་ནི་འབུ་རྒྱབ་འདྲོངས་ཡོད་རེད། ཁོ་དྲག་མོ་ལུང་པ་ཁོར་དྲག་མོ་མ་བྱ་བ་ཡིན་ཙང། དེ་ལས་མཆེད་སོང་བ་ཡིན་ན་སེམས་ཅན་དེ་ཚོ་ཤ་ཤེད་མ་གཞན་རུ་འདྲོངས་ནས་ཤ་དུ་ཚིམ་ཡ་ཆགས་འདྲོངས་ཡོད་རོ། ཇི་ཙམ་སེམས་ཅན་ཤ་ཡག་གི་དུས་ཚོད་དེ་ཟླ་དགུ་བའི་གི་ཉའི་ཤི་རྩ་ཡ་བཟུང་ནང་ཡིན་དུས་དེ་ནས་ཟླ་བཅུའི་ཉའི་ཤི་རྩ་ལྔ་གི་བར་གི་ཟླ་བ་གཅིག་གི་རིང་དེ་ལས་ཤ་ཚང་མ་སྐམ་ནས། ཚིལ་དེ་ཚོ་ཕག་སྐམ་པོ་ཆགས་ནས། རྒྱུ་ཚིག་དང། ཁོག་པ་ནང་གི་ཚིག་མང་པོ་བཅད་དུ་ཡང་ལ་ནང་བཞིན་བྱས་ན་སྐམ་པོ་ཆགས་ན་མ་གཡོས་ན་ཡང། མ་གཡོས་ན་ཡིད་གཡོས་ན་ཆུ་བོ་དེ་འདྲ་ཆགས་དགོས་པ་དང་དེ་འདྲའི་གན་ཆུ་མེ་ལོང་ནས་ཕུལ་གི་རེད། ཁྱེད་ཚང་དགའ་ལྡན་ངམ་ཆུ་ཐོག་གི་རྩེ་ལ་ཡོད་ཐུག་པ་བག་དོག་ཁོ་མོའི་ནང་ལ་ཡོད་སྲིད། དེའི་གི་དགའ་ལྡན་ངམ་ཆུ་གི། འདྲི་ཤེས་སྙིང་རྗེ་མོ་ཞོ་ཞིག་རྒྱབ་ཡོད་རེད། དགའ་ལྡན་ངམ་མཆོག་གི་ཉིན་མོ་དེ་ལས་ཐོ་ག་དང་གང་འདྲ་ཕྱི་ལོག་ལ་མཆོད་མེ་ཕུལ་ཡ། དེས་དགའ་ལྡན་ངམ་མཆོག་གི་མཚོན་དོན་ཆེ་ཤོས་འདྲ་བ་ཅིག་དང་ཐུན་མོང་མ་ཡིན་པའི་མཚོན་དོན་འདྲ་བ་ཅིག་ཆགས་ཏེ་ཡོད། བར་ཇི་ཙམ་དགའ་ལྡན་ངམ་གྱི་ཐོབ་ཀྱི་རྩེ་ལ་ཡོད་སའི་ཐོ་བ་བག་ཐོ་ཁོ་མི་ནང་ལ་ཡོད་སའི་དེ་ནི་ཕྱི་དང་གི་དགའ་ལྡན་ངམ་མཆོག་དང་འབྲེལ་ནས་བྱུང་དེ་བ་དེ་ག་ཡིན་རྒྱུ་མ་རེད་དེ་ད་དེང་སང་ཁྱོ་ག་ཤང་ལེན་འདྲ་བ་ཅིག་གིས

ཨ་ནི་དགོང་ཟླ་མ་གཉིས་ཁ་ལྷ་ལ་དེ་ལས་ཐུ་བ་བག་སྟོང་མཐོང་ན་གཟུགས་པོ་ཚ་བ་ཆགས་ནས་ཚ་སོ་སོ་གྱི་ཉེ་ཡོད་ཡིན་དུས་དགུན་ཁ་ཐུ་བ་སྐྱེས་ཏེ་སྤྱི་སྟངས་ཀྱི་འགྲོ་སྟངས་ར་བ་ཞིག་ཆགས་ཏེ་ཡོད་ར་བ། ཨ་ལག་པ་དགའ་ལྡན་ངམ་ཆོས་ཀྱི་ཉིན་མོ་དེ་ནི་ཆོས་མེད་དེ་གའི་མཇལ་ཡས་དང། དགོན་པ་དང་ག་རེ་ཡིན་ན་དེ་ལ་སྐོར་ར་བརྒྱབ་ནས་ད་འགྲོ་ཡས་དེ་དེར་ཞིག་ལྟ་སྲོལ་ཡོད་ར་བ་དེ་ཡིན་དུས་གནང་ཤེས་གྲང་མོ་འཆག་སྐོར་ར་བརྒྱབ་བསྡད་པའི་སྐབས་སུ། མ་སླེབས་ན་ཐུག་པ་ཚ་བོ་ཤོར་གྱི་འཐུང་ཡ་ཡོད་བསམ་སྡིག་སྨད་འགྲོ་བསམ་གི་འདུག་ད་དཔེ་དེ་ལེན་ཐང་དེ་ཡ་ཡིན་ན། ད་དེ་ནས་དགའ་ལྡན་ལྔ་མཆོད་ཀྱི་ཉིན་མོ་དེ་ལོས་ན་སྔ་མོ་ཡིན་ན་བདེ་ཧ་གཞོན་ཁོས་གཡག་རྒུད་ཀྱི་ཆས་དེ་གིས་བརྗེད་ཀྱི་རེད་ཟེར་ཡ་འདྲ་བོ། ད་བདེ་བ་གཞོན་འདི་འདྲ་གཞུང་འབྲེལ་གྱི་ཐོག་ནས་ཡང་མཛད་སྒོ་དེ་འདྲ་འདྲ་མིན་ན་མང་པོ་ཡོད་ས་རེད་ད་དེ་ཚོ་དེང་སང་དྲ་ཐོག་དང་དེ་འདྲ་མང་པོ་མཇལ་ཡ་འདུག་བ། ང་ཚོ་ལུང་པ་ནས་དགའ་ལྡན་ལྔ་མཆོག་གི་ཉིན་མོ་དེར་དྲེད་མོང་དང་མཆེ་བེག་མ་ཉེ་གི་རེད་ཟེར་དེ་འདྲས་བཤད་གི་རེད་མི་རྒན་རེད་དེ་ཚོས་ད་དངོས་གནས་ཡིན་ན་མིན་ན་གང་ཤེས། སྤྱི་བཏང་གི་དགུན་ཁ་མཆེ་བེག་དང་དྲེད་མོང་དེ་ཚོ་ཉལ་འགྲོ་གི་ཡོད་རེད། ཨ་ལབ་སོ་འདྲ་བོ་ཁྱོད་ལ་དགའ་ལྡན་ལྔ་མཆོག་གི་མཆོད་མེ་དེ་མཇལ་ནས་དེ་ཁོ་ཚོ་ཉལ་འགྲོ་གི་རེད་ཟེར་གྱི་ག་འབྲུག་མ་གྲག་གི་བར་དུ་ལ།

ཨ་མ་གྲོང་གསེབ་འདྲ་བོ་ཡིན་ན་མིག་རྩེ་མ་དེ་འདོན་རྒྱུ་ཡོད་རེད་བ་ད་ཚང་མ་ལས་ད་དེ་མ་ཡིན་པའི་དེ་ནི་སུ་ལས་རིང་བ་དང་རྫིག་བ་འདྲ་བོ་འདོན་ཡོད་ན་དེ་ངོམ་སོ་འདྲ་བོ་བྱས་ནས་དེ་སྐད་ཆེན་པོ་བརྒྱབ་ནས་ཨ་ནི་འདོན་ནས་འགྲོ་དགོས་རེད་བ། འོ་དེ་འདྲའི་འདྲ་བོ་བྱས་མ་གཏོགས་དེ་དམིགས་བསལ་གྱིས་ད་དགའ་ལྡན་ངམ་ཆོས་ཀྱི་སྲུང་བརྩི་ཞུ་སྟངས་ཟེར་ཡག་དང།